ཕན་པའི་བསམ་པ་བྱས་ཏེ། ངོ་ནས་ཅིག་གདའ། ཡིད་བཞིན་གྱི་ནོར་བུ་སུ་བྱས་ནས་ཕྱིར་ལོག་ནས། ཅིག་རྟོག་རྟོག་རུ་ཅིག་གིས་ནི། འདོད་པ་མཐའ་དག་གང་ཡང་ཅི་ལ་ཡོད་མེད་གང་ཞེན་ཏེ། ད་གང་འདྲ་ཕན་པའི་བསམ་པ་བྱས་ཏེ་ཨ་ཏི་གི། ཨེ་འདྲ། འཕྲལ་དུ་བུ་གའི། བུ་སོ་སོའི་སེམས་ལ་ཡལ་བས་ངོ་ནས་ཅིག་གདའ། གཏིང་ནས་བས། ག་སོགས་རེ། བློ་བདེ་པོར་བོ། བློ་བཟོད་པོར་བོ། བའི་ལྷོད་གཞིག་ཅིག་བྱེད་བདེ་བ་འདྲ་བོ། དེ་དག་ཡིན་ནི་ཕུགས་ནས་ཡིན་པ་ཡིན་ན་ཡང། དེ་འདྲ་འདྲ་བོས་ཡིན་ནི་ཕན་པའི་བསམ་པ་སེ་བདེ་བ་དེ་ཞིབ་ཅིག་ཕན་ཐོགས་ཡོད་བདེ་བ་དེ་ཡིན་པ་རེད། དང་དག་པའི་ཞལ་ཕྱེས་པའི་བྱང་ཆུབ་སེམས་སེ་བདེ་བ་དེ་ཕན་པའི་བསམ་པའི་ནང་གི་མཐར་ཐུག་པ་རེད། ལ་བའི་རྣམ་དཔྱོད་ཅན་གྱི་ཕན་པའི་བསམ་པ། པའི་མཐའ་མེད་པ་མཐའ་དང་ཚད་གཞལ་དུ་མེད་ལྡན་ངེས་ཀྱི་དེ་འདྲ་གྱི་ཕན་པའི་བསམ་པ་ཞིག་ཡིན་པ་རེད། དེ་ཡང་ཤེས་རབ་ཀྱི་གྲོགས་དང་བཅས་པའི་རྣམ་དཔྱོད་ཅན་གྱི་དང་ཕན་པའི་བསམ་པ། ཨོ་དེ་འདྲས་ཏེ། རྣམ་མཁྱེན་ཐོབ་པར་བྱེད་པའི་ལམ་ཐེག་པ་མཆོག་གི་གཞུང་བཞིན་འགྲུབ་བོ། ཐེག་པ་མཆོག་གི་ན་ག་ད་ཐབས་ཤེས་ཀྱི་པའི་ལམ་ཟབ་ཅིང་རྒྱ་ཆེ་བ། རྣམ་གྲངས་མང་པོ། པའི་དུས་བསྐལ་པ་མང་པོའི་རིང་ལ་བསླབ་དགོས་ཡག་སྟེ་ཡིད་དེ་ཚང་མ་ལོ་གཏན་ས་རབ་བཞི་རུ་བབས་ཏེ། དག་པའི་ཤན་འབྱེད་པའི་བྱང་ཆུབ་ཀྱི་སེམས་སེམས་དེ་ཡང་དེ་གི་གཞུང་བཞིན་གྱི་སོ་རབ་བྱས་ནས་ཡོང་བ་ཡིན་པ་རེད། སེམས་ཀྱི་ཐོས་ཆོག་ལམ་གྱི་གཞུང་བཞིན་ཏེ། རླབས་ཆེན་སྤྱོད་པ་རྣམས་ཀྱི་གཞི་དང་རྟེན། དེ་ཚེ་ཞིང་བཅུ་སེམས་དཔའི་དང། རང་རྒྱུད་སྨིན་པར་བྱེད་པ་ཕ་རོལ་ཏུ་ཕྱིན་པ་དྲུག་ཤེས་ཉོན་མོངས་པ་བཅུ་པོ་བསྡུ་བའི་དངོས་པོ་བཞི་སོ་ཡང་འདྲ་བོ།

ཚོགས་གཉིས་ཀུན་ལ་སྲིད་འགྱུར་རྩི་ལྟ་བུའོ་གསུངས་ཏེ། རྣམ་མཁྱེན་གྲུབ་ཡ་ཟེར་ངེས་ཏེ་ས་ནག་པོ་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་ཀྱི་ཐོག་ནས་དང་འགྲུག་པ་ཡང་རེད། འཕྲལ་གྱི་བདེ་བ་བས་ཉི་མ་གཅིག་གི་བས་ད་ལྟའི་ཁྱི་ཕྲ་མོ་ཞིག་ནས་ཡང་དགེ་བའི་ཐུགས་ལ་བརྟེན་ནས་ཡོང་དགོས་པ་རེད། འོ་ད་མདོར་ན་ཡང་གནས་སྐབས་དང་མཐར་ཐུག་གི་བས་འདི་ཁྱི་ད་ལྟ་ལོ་དགེ་བ་ལ་བརྟེན་ནས་ཡོང་ཡ་གཅིག་ཡིན་པ་རེད། ད་འདི་འདྲ་འདྲ་བའི་ད་དགེ་བ་གཅིག་ལ་ནམ་མཁའི་མཐས་གཏུགས་པའི་སེམས་ཅན་གྱི་ཆེད་དུ་སེམས་བཟང་པོ་བསྐྱེད་ནས་དེ་ད་ལྟ་ལ་ཕན་པ་སྒྲུབ་ཀྱི་ཡིན་བསམ་པ་གཅིག་དང། ཕན་པ་བསྒྲུབ་པའི་ཚུལ་དེ་ཡང། སྤངས་པ་མཐར་ཕྱིན་པ་རྟོགས་པ་མཐར་ཕྱིན་པ་དེ་འདྲ་གྱི་སྤངས་རྟོགས་མཐར་ཕྱིན་པས་ནི་སངས་རྒྱས་ཀྱི་ས་རུ་འགོད་བསམ་པ། དེ་ལ་འགོད་པའི་ཚུལ་དེ་ཡང་འདོད་ཐག་ཐུང་ཐུང། ཅིག་ནམ་སང་ནམ་སང་ཅིག་དགུན་ཉི་ཟློས་པའི་ས་རུ་མ་ཡིན་པར་ཇི་སྲིད་ན་ག་མ་སད་ཀྱི་བར་ལ་ཡང་ནི་གཞན་དོན་བསྒྲུབ་བསམ་པས་དེ་འདྲ་གྱི་སྙིང་སྟོབས་ཀྱི་ཁྱད་པར་དང་ལྡན་པའི་ཕན་པའི་བསམ་པ་ཞིག་སྐྱེས་ནས་ཡོང་དུས་རྩ་ནས། བསོད་ནམས་སྐད་ཅིག་སྐད་ཅིག་གིས་བདེ་བླག་ཏུ་རྫོགས་ཏེ་ཡང། ད་ཞེའུ་གཅིག་ད་གོ་སོ་ནམ་ཟླུམ་ཡག་གི་ད་ནུས་པ་ཆེ་ཤོས་དེ་ནི་ཕན་པའི་བསམ་པ། མཐར་ཐུག་པ་དག་པའི་ཞེན་བྱེད་པའི་བྱང་ཆུབ་སེམས་ཚོལ་དེ། དེའི་ཟིན་པའི་ཐོག་ནས་བྱུང་བ་ཡིན་ན་ནི་བའི་སོ་ནམ་གྱི་ཚོགས་རླབས་པོ་ཆེ་བསགས་ཐུབ་ཡ། ད་ག་ནས་ཤིང་གི་བའི། འབྲས་བུ་སངས་རྒྱས་ཀྱི། བའི་ཡེ་ཤེས་ཆོས་སྐུ་འགྲུབ་ཡག་གི་ད་ཡེ་ཤེས་ཀྱི་ཚོགས། གཅིག་ཕྱིན་པ་ཡིན་ནི། བྱང་ཆུབ་ཀྱི་སེམས་ཀྱི་ཐུགས་ལ་དེ་ནས་ཡོང་དེ་ཡང་འགྲོ་གོ་སྟོང་ཉིད་དངོས་སུ་ལུགས་རྟོགས་པ་ཙམ་གྱིས་མི་ཆོག་གོ། བྱང་ཆུབ་སེམས་ཀྱི་ཟིན་ནས་ཡལ་ན་ལྟ་སྟེ་ཡེ་ཤེས་ཆོས་ཀྱི་རྒྱུ་ལ་ཡང་འགྲོ་ཐུ་ཡ་དེ་འདྲ་ཡིན་པ་རེད་ས་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ང་ས་སེམས་ཀྱི་ཐོས་བསམ་ལམ་གྱི་གཞུང་བཞིན་དུ་བསླབ་བྱ་བཅའ་བ་ན་འདི་ཤི་ད་དེ་ཚོགས་གཉིས་ཀུན་ལ་སྲིད་འགྱུར་བརྩེ་ལྟ་བུ། རབ་འབྱམས་དགེ་ཚོགས་འདོད་པའི་བསོད་ནམས་གཏེར། བ་དག་ཡིན་བྱང་ཆུབ་སེམས་སྐད་གཞི་ཞིག་སྐྱེས་པ་ཡིན་ན་ཡང། དབུ་མ་རིན་ཆེན་ཕྲེང་བའི་ནང་ལོགས་ལས་དཔག་ཏུ་མེད་པ་རྣམ་པ་བཞིས་ཚོགས་བདེ་བླག་ཏུ་རྫོགས་ཐུབ་ཀྱི་རེད་སོ་ཡང་འདྲ་བོ་དེ་འདྲ་ཡིན་པ་རེད།

བྱང་ཆུབ་སེམས་དཔའ་ཚུལ་བཅས་ཡོད་དང་དེ་བཞིན་གཤེགས་པ་རྣམས་ཀྱིས་བློ་གཟུགས་ཞེ་ས་མ་ཞུ་ན་ཐུགས་གཟུགས་གནས་པའི་ཐོག་ནས་དངོས་པོ་ལ་གར་ཡོད་པ་དེ་མཁྱེན་ཅིང་གཟིགས་པའི་སྒོ་ནས་གསུངས་བསྡད་ཀྱི་ཡོད་པ་རེད། ད་དེ་འདྲ་ཡིན་དུས་བསྐལ་པ་ཐུང་བ་རབ་གོང་མཛད་པ་ཡི་ཐུགས་དབང་རྣམས་ཀྱིས་འདི་ཉིད་ཕན་པར་གཟིགས་སོང་བ་ཡིན་པ་རེད། འོ། དེ་འདྲ་ཡིན་དུས་ས་ནས་སངས་རྒྱས་ཀྱི་རྗེས་སུ་བསླབ་ངེས་ཀྱི་བྱང་ཆུབ་སེམས་དཔའ་གཙོས་ཡའི་ཚུལ་དེ་རང་གཞན་གྱི་དོན་གཉིས་ཅི་ཕྱིན་པར་འགྲུབ་ཡག་གི།

དེ་ལ་ལྷག་མེད་པ་རེད་ས་དེ་འདྲ་ཡིན་འདོད་བ་དང། དེ་ལྟར་བཤད་ནས་རྒྱལ་སྲས་རྣམས་ཀྱིས། ཀ་ས་དེ་ལྟར་བཤད་ནས་རྒྱལ་སྲས་སྤོ་བོ་རྣམས་སུ་དེ་ལྟར་བཤད་ནས། པའི་ཞལ་འདོན་བསྒྲུབ་པ་ལ་པའི་སྙིང་སྟོབས། པའི་བླ་ན་མེད་པ་ཡོད་དེ་ངེད་ཀྱི་སྤོ་བོ། ད་ག་ན་བཞིན་གྱིས་རང་དོན་བསྒྲུབ་ཡ། དངོས་གནས་མཁས་པ་རེད། བྱང་ཆུབ་སེམས་དཔའ་རྫོགས། སྔར་འདིར་དྲན་གྱི་བྱང་ཆུབ་སེམས་དཔའ་རྫོགས་སྔོན་ནས་དྲན་ནས་ཀྱི་དཔལ། ཞེ་ས་མ་ཞུ་ན་དཔལ། རང་དོན་གཞན་དོན་ཡལ་བ་ཐོས་པས་རང་དོན་ཁོག་ཕྱུགས་དང་མ་རེད་དེ། ཡིན་ནའི་དཔལ་རང་དོན་མཐར་ཕྱིན་པར་གྲུབ་ཡག་དེ་བྱང་ཆུབ་སེམས་དཔའ་སུ་མཁྱེན་འདུག་བ། རང་དོན་མཐར་ཕྱིན་པ་དེ་རང་དོན་ཆོས་སྐུ་ཟད་དེ་ཡིན་པ་རེད། འོ་ད་དེ་ཆོས་སྐུ་སྒྲུབ་པའི་ཐབས་ཚང་ལ་མ་གནང་བ་དེ་བྱང་ཆུབ་སེམས་དཔའ་སུ་མཁྱེན་གྱི་ཡོད་རེད། ངས་རང་ཚོས་རང་སྐྱེས་པ་ཅིག་བྱུང་ན་རང་བདེ་བ་བྱུང་ན་དགོངས་ཀྱི་ཡོད་རེད་དེ། ཡིན་ནའི། བྱང་ཆུབ་སེམས་བསྒོམ་མ་ནུས་པ་ཡིན་དུས་རྩ་ནས་ནམ་རྒྱུན་རྒྱལ་བའི་གོ་འཕང་ཐོབ་ཐུབ་ཀྱི་མེད་པ་རེད། ས་དེ་རིང་དུས་བྱིས་བློ་སེམས་པ་ཚོ་འཁྲུག་འགོ་འདུག་ཨ་ཅག་འགོ་འདུག་ཨ། ཨ་ཡ། ནམ་རྒྱུན་རྩེད་མོ་རྩེ་ནས་བཤད་སྡོད་ཀྱི་ཡོད། ངོ་ནས་ཅིག་རང་གཅེས་འཛིན་བྱེད་ཀྱི་ཡིན་ན་རྣམ་དཔྱོད་ལྡན་པའི་རང་གཅེས་འཛིན་བྱེད་དགོས་རེད་མ་གཏོགས་གླེན་རྟགས་ལྐུགས་པ་མིག་རྒྱང་ཐུང་ཐུང་གི་རང་གཅེས་འཛིན་བྱས་ན་ད་གྱོང་རེད། ང་ཚོ་མི་གཅིག་ནང་ལ་ཡིན་ནའི་ཁོ་དངོས་གནས་ཆེ་ཆོས་ཁས་མི་ལེན་མཁན་ཞིག་མ་ཡིན་ན་ཡང་ཇི་ཙམ་གྱིས་མི་ལ་ཡང་ཕན་ཐོགས་བྱས་གཞན་དག་ལ་ཡང་དངོས་གནས་བསམ་པ་རྣམ་དག་ཇི་ལྟ་སོ་སོ་གྲོགས་པོ་ཡང་ཡོང་པ་རེད་དཀའ་ངལ་འཕྲད་དུས་རོགས་བྱེད་མཁན་ཡང་ཡོང་པ་རེད་གསོན་པའི་རིང་དེ་ལ་ཡང་སོ་སོ་རང་དོན་གཅིག་གོ་རེ་བསམ་བཏང་བྱས། གཞན་ཡལ་བ་ཐོན་ནས་བསྡད་པ་ཡིན་ན་ཡོང་རྒྱུ་དེ་ལ་སོ་སོ་གྲོགས་མེད་གཅིག་པུ་མི་ཀུན་གྱིས་འཕྱ་སྨོད་བྱེད་ས་མི་ཀུན་གྱིས་མཐོང་ཆུང་བྱེད་ས་མི་ཀུན་གྱིས་རྒྱབ་བཤད་བྱེད་ས་ཞིག་ཆགས་བྱས་ཨ་ནི། སུ་གཅིག་ལས་བློས་འགེལ་ས་མེད་བསྡད་པ་སུ་གཅིག་ལས་རེ་བ་རྒྱག་ས་མེད་བསྡད་པ་ཨ་ནི་ད་དུང་རུ་འདི་ད་ག་སོག་རུ་པའི་གྲོགས་མེད་གཅིག་པུ་རང་ཆགས་འདུག་ཨ། གཡས་ལ་བལྟས་ནས་ཨ་བདག་དེས་ང་བློས་འཁེལ་ཡ་མེད་གཡོན་ལ་བལྟས་ནས་ཨ་བདག་དེས་ང་ཐུབ་ཚོད་བྱེད་ཀྱི་རེད་སྙན་མ་ངས་དེ་ཡག་པོ་རང་བྱས་ཡོད་མ་རེད་ད་མདུན་ལ་བལྟས་ནས་ཨ་བདག་དེས་རང་རྒྱག་ས་ས་མེད་བསམ་ནས་ཨེ་ན་ག་གེ་སུ་གཅིག་ལ་དང་བློ་བཏགས་ས་དང་སུ་གཅིག་ལ་དེ་བྱེད་ས་མི་འདུག་བ། ཆོས་ཁས་མ་བླངས་པ་དེ་སྤྱི་ཚོགས་སྤྱིར་བཏང་བཤད་པ་ཡིན་ནས་བ་དེ་འདྲ་ཡིན་པ་ཡིན་དུས་ཙམ་ནས་དངོས་ནས་ཨེ་ནི། བྱང་ཆུབ་ཀྱི་སེམས་སེམས་དེ་ཡ་བསམ་པ་དེ་བྱུང་ན་རང་དོན་གཞན་དོན་མཐའ་དག་བདེ་བླག་ཏུ་འགྲུབ་པར་བྱེད། ཨ་དེ་འདྲ་ཡིན་པ་རེད་ད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་དེ་འདྲ་རེད་བོད་ད་ཉམས་ལེན་མཛད་ངེས་ཏེ་དེ་ལྟར་ཤེས་ནས་བྱང་ཆུབ་སེམས་དཔའ་ནམ་མཁའ་དེ་ལྟར་ཤེས་ནས་རྒྱལ་སྲས་དཔའ་བོ་རྣམས་རིན་ཆེན་སེམས་མཆོག་ཐུགས་དམ་མཐིལ་དུ་འཛིན་བྱས་ནས་བྱང་ཆུབ་སེམས་དཔའ་རྩོད་འོ་ད་བྱང་ཆུབ་སེམས་འདི་འདྲ་དེ་སྔར་མ་སྐྱེས་པ་སྐྱེས་སྐྱེས་པ་གོང་ནས་གོང་དུ་སྤེལ་ཡག་བྱེད་ཀྱི་ད་ཉམས་བཞེས་ཐུགས་དམ་གྱི་མཐིལ་དུ་མཛད་ཀྱི་ཡོད་རེད། དང་ང་རང་ཚོ་ཅིག་ག་ཤོག་རི་བོའི་སྟོང་ཉིད་སྒོམ་ཡག་དེ་དེའི་ཡན་ལག། ལྷ་སྒོམ་ཡག་དེ་དེའི་ཡན་ལག། བ་དག་ཅིག་དེ་ན་གསང་སྔགས་རྡོ་རྗེ་ཐེག་པའི་ཅིག་བསྐྱེད་རྫོགས་ཀྱི་དག་ལམ་པའི་ཟབ་ཟབ་མོའི་སྐད་གྲགས་ཆེན་པོ་དེ་ཡིད་དེ་བྱང་ཆུབ་ཀྱི་སེམས་དེའི་ཡན་ལག་ལ་ཡལ་དག་བསམ་བློ་དང་དུ་བ་ཅིག་དག་སྒོམ་ཤེས་པ་ཞིག་བྱུང་ན་ཨེ་ནི་ཆོས་ཆོས་སུ་སོང་བ། གསང་སྔགས་གསང་སྔགས་ཀྱི་ཆོས་ལ་སོང་བ་ཐེག་ཆེན་གྱི་ཆོས་ཐེག་ཆེན་གྱི་ཆོས་ལ་སོང་བ་དག་དེ་འདྲ་ཞིག་ཡོང་ཡག་རེད། དེ་འདྲ་ཡིན་པ་ཡིན་དུས་ད་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཡང་གསང་སྔགས་ཀྱི་ཆོས་ཞེ་བོ་ཅིག་གི་ད་ཁྱབ་གདལ་ཆེན་པོ་རེད། རྒྱ་གར་མཁས་པ་ཚོས་གསང་ཞིག་འབད་པས་བསྒྲུབ་ཡག་དེ་ང་ཚོ་བོད་པས་འབད་ཐེ་ཐི་ཟོས་པ་རེད། ད་ད་ཐེ་ཐི་ཟོས་ནི་ཁོ་ར་བཟོ་དགོས་ཆེ་བ་ཞིག་ད་བྱེད་དགོས་རེད་མ་གཏོགས་འོ་ད་ཐེ་ཐི་རུ་ཟོས་བྱས་གསང་སྔགས་ཀྱི་གསང་ཞིག་འབད་པས་བསྒྲུབ་ཡག་གི་ནུས་པ་རུ་ཁོ་ཡི་ཡའི་བ་ར།

ད་རྒྱ་གར་ནས་དུས་ད་ལྟ་བོ་དོ་བས་སང་ཞིག་བས་བས་བོད་ཀྱི་གནས་དེ་བས་ད་སང་ང་ཡང་གསར་བ་ད་རྒྱ་གར་ནས་ཚུར་གླེང་དགོས་རེད་གསུངས་ནས་ཨོ་དེ་འདྲ་གི་ཡིན་མཐར་ཅིག་འབུལ་བ་བ་ད་དེ་དག་གི་དྲུང་ནས་ཡིན་ད་སང་ང་སང་མ་ཅིག་སེམས་པའི་ལོ་རྒྱུས་འདྲ་ཡོང་སྡད་ཀྱི་འདུག་བ་ས་དེ་འདྲ་ཡིན་དུས་ང་ཚོ་བས་བས་ཡིན་ད་སང་ཞིག་བས་བས་བསྒྲུབ་ཡག་གོ་བས་ཡིན་བས་ཁྱབ་བརྡལ་བཟོས་བྱས།

དེ་བ་ཡང་ཇི་ཙམ་ཡིན་ན་སྔ་མོ་ཁམས་ལི་ཡ། དེ་ནི་ནམ་རྒྱུན་ངས་བཤད་བསྡད་ཀྱི་ཡོད། སྔ་མོ་ཁམས་ལི་ཡ་མཁན་པོ་ཅིག་ཡོད་པ་རེད། ཨ་ནི། མི་གཅིག་གིས་ཨི་ནི་མཁན་པོ་འདི། ག་སོ་རེད་འདུག་གི། ཐུགས་ཀར་ཡོང་བ་ཡིན་པ་རེད། ད་ཨི་ནི། ཨ་མི་དེ། ཨ་ནི། མཁན་པོ་འདི་ཐུགས་ཀར་ཡོང་བྱས། ཨ་ནི་མཁན་པོ། མཁན་པོ་འདི་ཞབས་ཕྱི་ལི་ཡ། མཁན་པོའི་ཞབས་ཕྱི་ལི་ཡ། ཨ་ནི་མཁན་པོ་ག་བ་ཡོད་པ་ཟེར་ནས། སྐད་ཅིག་ཐེབས་རེད།

བདག་ཅིག་ཉལ་ལ་སྐྱི་ཀིར་བདག། ཅི་བྱེད་ཅིག་བདག་ཟེར་རོ། ཨེ་ནི་རྒྱུ་ངོ་བོ་ཡོད་ན་བླ་མའང་ཕུལ། རྒྱུ་ངོ་བོ་ཡོད་ན་ང་ཁྱོགས་ཤིག་གསུངས་ས་རུ་བཤད། ཅེས་དེ་འདྲ་བྱས་པ་ཡིན་ན། ཨེ་ནི་འདིར་ཆོས་སྐད་མི་འདུ་བ། ཨེ་ནི་སངས་རྒྱས་ཀྱི་ཆོས་ཟེར་ཏེ་ངོ་ལྡོག་ཤུ་ཤོ་དུ་ངན་གྱི་ཆོས་ཞེས་བྱ་གི་འདུ་བ། ད་དངོས་གནས་རང་བླ་མ་རང་གི་ངོས་ནས་ཡིན་པ་ཡིན་ན་ཡང། དག་པའི་ཞལ་མཇལ་བའི་བྱང་ཆུབ་སེམས། སུ་དེ་ཡང་དེ་ལ་ཡང་མོས་པ་སྐྱེས། དེ་ལ་ཡིན་ན་སྨན་ལམ་ཅིག་ལ་མི་ཅིག་ནས་རྒྱབ། མི་ལ་ཡིན་ན་འདི་བཤད་དང་དངོས་གནས་སྤྱི་ཚོགས་ལ་ཕན་གི་རེད། རང་གཞན་ཀུན་བདེ་བ་ཅན་ཡང་ཚེ་འདི་དངོས་གནས་རང་ཅིག་མི་ཚེ་བཟང་པོ་ཅིག་སུ་ལ་ཡིན་ནས་གནོད་པ་མ་སྐྱེལ་བར་སུ་ལ་ཡིན་ནས་བསམ་ནག་མ་བྱིན་གྱི་ཅིག་མི་ཚེ་བཟང་པོ་ཅིག་ཐོག་ལ་བསྐྱལ་རེ་ཡིན་ན་སྐྱེལ་བ་ཆེན་པོ་ལ་ཕན་པའི་མ་རེད་སྐྱེལ་བ་ཆེན་པོ་ཁས་མ་བླངས་ན་ཡང། དེ་འདྲའི་གང་ཟག་དེ། ཤི་བའི་ཞེས་ལ་ཡང། སྐྱེ་གནས་ཞེས་ལས་ཡིན་པ་དེ་ལས་པའི་ཁ་དོག་ལ་སོན་པའི་རིང་དེ་ལ་ཡང། སྐྱེ་བ་ཕྱི་མའི་ཆེད་དུ་བསམས་ནས་བྱས་པ་མེད་ན་ཡང། ཁོ་མི་ཚེ་བཟང་པོ་ཞིག་ལ་སྐྱེ་བ་ཁོའི་ནུས་པ་དེ་སྐྱེ་བ་ཆེན་མོ་ལ་ཕན་པའི་མི་རེད། རེད་བ། ཡང་ས་དེ་འདྲ་ཡིན་པ་ཡིན་དུས། འོ་ད་ང་རང་ཚོ་རང་གཞན་ཚང་མ་ལོག་གི། དང། སེམས་བཟང་པོ་བྱ་ཡག་ལ་དང་དང་དོད་ཡག་པོ་བྱ་དགོས་པ་རེད། སེམས་བཟང་པོ་བྱ་ཡག་ཟེར་མཁན་དེ་ཆོས་ཀྱི་སྙིང་པོ་ཡིན་པ་རེད། འོ་ད་དེ་ཐུགས་ལ་བཅངས། ད་དེ་ནས་ཡང་ད་ད་རིང་ཡང་ད། སེམས་ཀྱི། ག་ཚོད་བོད་སྐད། སེམས་ཀྱིས་སྨོན་པ་ཆོ་གས་བཟུང་ཡང་སེམས་ཀྱིས་ཆོ་ག་དེར་འདུས་དུས་གཅིག། རྗེ་མི་ཆེན་དུ་གསུང་བཞིན་ཤ་ཆེར་བཏོན་པ་ཡིན་ན། ད། ང་རང་བཟའ་ཟླ་དེ། ད་ཁ་ས་ཁེ་གཉིས་ནི་བྱས་ང་ཚོ་གཉིས་མ་འདྲེས་ནི། ཅེས་སེམས་བཟང་པོ་བྱེད། ཕྱི་རོལ་གྱི་གྲོགས་དང་བཅས་པའི་སྙིང་རྗེ། དེ་ཡིས་དྲངས་པའི་ལྷག་བསམ། དེ་ཡིས་དྲངས་པའི་ནི་རྣམས་ཀྱི་དོན་ཉིད་ཡིན། ཏོ། སེམས་དེ་ན་ང་རང་ཚོ་ད་ལྟ་དེ་གཡག་འོག་གཅིག་ཕར་གསལ་བཏབ་ནས་དེ་དག་གསལ་བཏབ་པའི་ཐོག་ནས་ཨེ་ནི། ཅིག་དངོས་གཞི་དང་སེམས་ཀྱི་ཆོ་གས་བཟུང་ཡག་དེ་བྱས་ན། ཨེ་ཡང་སོ་སོ་ཅིག་དང་བྱང་ཆུབ་ཀྱི་སེམས་ཀྱི། མོས་པ་རོ་བར་བྱས་ནས་བློ་བར་གཅོད་ནས་ཡོད་བསྡད་པ་དེ། གཏན་དུ་འགྲོ་ཡང་དག། བག་ཆགས་ཁྱད་པར་ཅན་བཞག་ཡང། རིང་པོར་མི་ཐོགས་པར། དག་པའི་ཞེན་བྱེད་པའི་བྱང་ཆུབ་ཀྱི་སེམས། བཅོས་མ་མ་ཡིན་པ། མྱོང་བ་རྣམ་དག། རང་གི་རྒྱུད་ལ་སྐྱེ་འཐུས་ཡང། དེ་འདྲའི་གི། དགོས་པ་ཆེན་པོ་ཡོད་པ་རེད། སོ། དེ་འདྲ་ཡིན་པ་ཡིན་དུས། ད་ལྟ་དེ། སེམས་ཀྱིས། འདོན་པ་ལས་ཡ། ངན་ལ། བརྟེན་པ་ཐུ་བོའི་དབང་པོ། ནས་མཚན་དང་དཔེ་བྱད་ཀྱིས་བརྒྱན་པའི་མཆོག་གི་སྤྲུལ་སྐུ་རྣམ་ཅན་ངོ་མ་དེ་ཡོད་བསམ་པར་བྱས། ང་ད་གའ་འདི་ཀུན་སྣང་མཉན་ཡོད་རེད། བསྟན་པ་བཅོམ་ལྡན་འདི་སྐུ་ངོ་མ་ཡོད་བསམ་པར་བྱས། ད་དེའི་མཐའ་སྐོར་ལ་ཡང། བྱམས་ཆེན་ལ་སོགས་པའི། ཅེས་ལྷ་བུའི་རྣམ་པ་ཅན་གྱི་བྱང་ཆུབ་བསམ་པ། ཅེས་འཕགས་མ་སྒྲོལ་མ་ལ་སོགས་པ་དེ་འདྲའི་གིས། ལྷ་མོའི་རྣམ་པ་ལས་ཡོད་བསྡད་པའི་བྱང་ཆུབ་སེམས་མ། འོ་དོད་མཐའ་དག་ཡོད་བསམ་པར་བྱས། བདག་ནི་བྱིན་གྱིས་བརླབས། མི་ཡི་རྟེན་ཅན་གྱིས། དཔལ་གྱི་ཕོ་བ་ཀླུ་སྒྲུབ་ཡབ་སྲས།